དགེ་བའི་མཛད་པ་ལས་འཕྲོས་པ་ནི། དེ་ནང་ནས་ང་རང་གིས་བརྗོད་བྱ་ཅིག་བཤད་ཡི་འདུག་ག་ལ། གུས་མོ་ང་རང་གིས་བརྗོད་བྱ་འདི་ག་རེ་ཞུ་བ་ཡིན་ན། སྙིང་རྗེའི་མཛད་པ་རེད། སྙིང་རྗེའི་མཛད་པ་ནང་ལ་གཙོ་བོ་དེ། དགེ་བའི་མཛད་པ་འདི་ནང་ལ་ལ། གོང་ས་མཆོག་གི་མཛད་རྣམ་ལྟར་མཛད་པ་ཕྲིན་ལས་གང་ཚར་བསྐྱོད་ཡོད་རེད། འདི་ཡིན་འདི་འདི་ཡིན་པ་མ་ཟད། ཨ་ནི་འདི་ནང་ནས་གཙོ་བོ་དེ་ང་རང་ཚོ་བསླབ་བྱ་ལེན་ཡ་གཅིག་པུ་དཔེ་མང་པོ་འདུག་བློ་ཡ་གཅིག་པུ་མེད་བ་བྱས། སོ་སོ་སྒོ་ཆོས་གཅིག་པུ་མེད་བར་བྱེད་གོང་ཚོ་ཆོས་ཀྱི་དང་མཛད་པ་ཕྲིན་ལས་གཅིག་པུ་མེད་བར་བྱེད་འདི་ན་བསླབ་བྱ་ལེན་བའི་དེ་འདྲའི་དཔེ་མང་པོ་འདུག་དེ་འདྲའི་ཡིན་དུས་ག་ལ་གུས་མོ་ང་རང་གིས་འདི་ན་ལ་སྙིང་རྗེའི་མཛད་པ་འདི་གདམ་བ་ཡིན་ར། ནི་གུས་མོ་ང་རང་གིས་སྙིང་རྗེའི་མཛད་པ་འདི་གདམ་དགོས་དེ་དེ་གཙོ་བོ་དེ་ང་རང་ཚོ་ད་ལྟ་མི་ཚེ་ནང་ལ་ད་ག་རེ་ནི་ད་ལྟ་གནས་ད་ལྟའི་གནས་སྟངས་ཆ་ལ་ནི་ག་རེ་ན་དེ་དེ་དེ་ཕན་ཐོག་པོ་འགྲོ་ཅིག་ཡོང་གི་རེད་བསམ་ས་ར་ཡ་ཨ་ནི་དེ་བཞིན་གུས་མོ་ང་རང་གིས་སྙིང་རྗེའི་མཛད་པ་འདི་གདམ་མིན་འདི་ནང་ལ་གཙོ་བོ་དེ་གོང་ཚོ་ཆོས་ཀྱི་ཨ་ནི། དབྱེ་བ་གསུམ་ཞེས་ལ་བྱེད་ནས་ནི ྋགོང་ས་མཆོག་གི་སྙིང་རྗེ་མཛད་པ་དེ་འདི་གསུངས་གནང་འདུག་དེ་འདྲ་ཡིན་དུས་ག་ལ ྋགོང་ས་མཆོག་གིས་འདི་གནང་ལ་དང་པོ་དེ་ག་རེ་གསུངས་ཞེས་ལ་ན་རོ་ང་རང་ཚོ་གིས་ད་ཉི་མ ྋགོང་ས་མཆོག་ལོ་ན་ཆུང་དུས་སྐབས་ལ་ད་ཕོ་བྲང་པོ་ཏཱ་ལ་ལ་བཞུགས་པའི་སྐབས་ལ་ཙེ་ཕོ་བྲང་པོ་ཏཱ་ལ་ལ་བཞུགས་པའི་སྐབས་ལ་ནི་ག་ལ་འདི་སྐབས་ལ་བཀའ་ཤག་དང་དེ་འདྲའི་སེམས་ཅན་གསལ་བ་དེ་འདྲའི་མང་པོ་པས་གོང་ས་མཆོག་གི་ད་དེ་འདྲའི་མཐོང་ཐོས་སྐབས་ལ་ནི་ཐུགས་ལ་དཔལ་སེམས་དཔའ་སྐྱོ་སྙིང་རྗེ་ཆེན་པོ་ཅིག་སྐྱེད་ཆེ་ད་སེམས་ཅན་རྣམས་ཚེ་ཐར་གཏོང་དགོས་ཡོད། དེ་འདྲས་ཡིན་པ་མ་ཟད་ནི་ད་ལྟ་བོད་ཁ་ཅིག་ས་ཆ་རིན་མོ་ཆེ་ལས་ས་ཆ་ཞིག་ཏུ་རག་ནས་འདི་ལ་ཁ་རེ་སེམས་ཅན་དཔེ་མང་པོ་ཚེ་ཐར་གཏང་དགོས་ཡོད་ད་འདི་ལ་སེམས་ཅན་དཔེ་མང་པོ་འདི་བྱེད་ཀྱི་ཡོད་ས་རག་ག་ལ་བ་རེད་སེམས་ཅན་གསལ་དེ་འདྲས་མང་པོ་བྱེད་དུས་ག་ལ། གོང་ས་མཆོག་གི་སྙིང་རྗེ་ཆེན་པོ་ཅིག་སྐྱེད་ནས་ད་ད་རིང་ནས་བཟུང་ད་སེམས་ཅན། དེས་ན་སེམས་ཅན་ཚེ་ཐར་མང་པོ་བཏང་འོས་ཅི་ནས་ཨེ་ནི། སེམས་ཅན་བསད་ཡ་དང་དེ་འདྲའི་དཔེ་ཉུང་ཉུང་ཕྱིན་བྱར་བ་འདི་སྐབས་ལ་བོད་ལ་དེ་འདྲས་ཀྱི་གནས་ཚུལ་ཅིག་ཨེ་འདྲས་ཅིག་ཆ་མཐུན་ག་ལ་དགོངས་ཚོགས་ཆོག་གི་ཨེ་ནི། འདི་གང་ལ་ཐུགས་སྣང་ཅིག་ཞེས་བྱས་ཨ་ནི། སེམས་ཅན་ཚེ་ཐར་མང་པོ་བཏང་བ་མ་ཟད་ཨ་ནི། སེམས་ཅན་བསད་ཡས་ཀྱི་དཔེ་ཉུང་ཉུང་ཅིག་འདི་སྐབས་ལ་ཆ་འདུག་ཨ་ནི། གཉིས་པ་འདི་ལ་དགོངས་ཚོགས་ཆོག་གི་གཅིག་ག་རེ་ཞུས་འདུག་ཟུར་བ་ཡིན་ན། བོད་ནང་ལ་རྙིང་མ་ཡིན་ན་སྔ་མ་བོད་ལ་ག་ལ་བོ་རེད་ལོ་རེད་ད་ལོ་རེད་ལ་བོད་ནང་ལ་བཞུགས་གནས་དང་ཞོ་སྟོན་ཁ་མང་པོ་ཞིག་སྐབས་ལ་ད་ཨ་འདྲའི་དུས་ཆེན་འདི་འདྲའི་སྐབས་ལ་འཇམ་འཇམ་དཀར་ཟས་ཟ་ཡ་འཇམ་འཇམ་དམར་ཟས་ཟ་ཡ་གི་ཨེ་འདྲས་ཅིག་དུས་ཚོད་ཅིག་ཡོད་པ་འདྲ་འདུག་ལ་དེ་འདྲའི་སྐབས་ལ་ནི་དམར་ཟས་དེ་ཟ་དཀར་ཟས་ཟ་བྱེད་དུས་བར་ལ་གོང་ཚོགས་མཆོག་གིས་ད་དེ་འདྲས་བྱས་ན་ཡག་པོ་མི་འདུག་ད་གོང་ཚོགས་མཆོག་གིས་ཡང་ཐུགས་སྣང་ཅིག་བཞེས་བྱས་ཨ་ནི་གལ་སྲིད་དམར་ཟས་མེད་བ་བཅས་དཀར་ཟས་རང་ཟ་ཐུབ་བ་ཡིན་ན་ཨ་ནི་དཔེ་ཡག་པོ་འདུག་དེ་འདྲའི་རྗེས་གོང་ཚ་ཆོག་གི་ད་དམར་ཟས་ཟ་ཆོག་མེད་ལ་ནི་འབད་བཀའ་བསྒོ་སྐོར་གནང་འདུག་ར་བཀའ་བསྒོ་གནང་འདུག་ཨ་ནི་དེ་འདྲའི་ཞོ་སྟོན་ཁག་དང་དེ་འདྲའི་ག་རེ་ཡོད་པ་ཡིན་ན་དཀར་ཟས་དམར་ཟས་མེད་བ་བཅས་དཀར་ཟས་རང་ཡིན་ལ་ནི་དེ་འདྲའི་གི་ཨ་ནི་གོང་ཚ་ཆོག་གི་བཀའ་ཕེབས་བ་ཅིག་ཨ་ནི་དེ་གནང་ལ་གསུངས་འདུག་ར། ཨ་ནི་གོང་ས་མཆོག་གི་གཅིག་དེ་གནང་ལ་དེ་གསུངས་འདུག་གསུམ་པ་དེ་གནང་ལ་ད་ལྟ་དེ། ྋགོང་ས་མཆོག་རྒྱ་གར་ཞབས་སོར་འཁྱོལ་པའི་སྐབས་ལ། ཞབས་སོར་འཁྱོལ་པའི་སྐབས་ལ་རྒྱ་གར་གྱི་ས་ཆ་གཉིས་ཅིག་བསྐྲུན་ཞེས་རོགས་ཞིག་བྱ། མེ་སོར་ལུགས་བསམ་དང་ཨོ་རི་ས་ཕུན་ཚོགས་གླིང་ལ་ནི་ས་ཆ་གཉིས་ཅིག་བསྐྱོད་འདུག་དེ་ནང་ལ་ཉི་མ་འདི་ཡོད་ས་ར་བྱ་གསོ་ཁང་ཡོད་ས་རེད། བྱ་གསོ་ཁང་ཡོད་མང་པོ་ཡོད་དུས་སྐབས་ལ ྋགོང་ས་མཆོག་གིས་བྱ་རྣམས་ཚེ་ཐར་བཏང་དགོས་འདུག་དེ་འདྲ་ཡིན་པ་མ་ཟད་ནི། ྋགོང་ས་མཆོག་གིས་མི་མང་རྣམས་ལ་སྙིང་རྗེ་དགོས་པ་དང་སྐྱབས་འགྲོ་དེ་འདྲའི་སྒང་ལ ྋགོང་ས་མཆོག་གིས་བཀའ་སློབ་མང་པོ་ཞིག་གནང་བ་མ་ཟད་འདི་ནང་ལ་ཐུགས་སྣང་གནང་དགོས་ཅིག་འདུག་ལ་ནས་དེ་འདྲའི་ཅིག་གིས་གསུང་བཤད་མང་པོ་ཅིག་གནང་འདུག་གུས་མོ་ང་རང་གིས་བརྗོད་གཞི་འདི་གདམ་དགོས་ཏེ་ག་རེ་བྱས་ནས་ཞུས་པ་ཡིན་ལ་ན་རོ། སྤྱིར་བཏང་གི་ང་རང་ཚོ་མི་དེ་ཚོ་ཤ་པའི་ག་འུ་རེ་ཡོད་ཨ་དྲང་པོ་ཤེས་ན། ད་ཤ་ག་འུ་ཡིན་པ་མ་ཟད་ད་ག་ལ་འུ་རེད། དུས་ཆེན་ཁག་དང་ཅིག་ག་རེ་ཡིན་ན་ཤ་མེད་ན་མེད་བ་འགྲོ་ཅིག་ད་ཙི་གི་དོག་མང་བྱེད་ཀི་ཨ་ནི་དེ་འདྲ་ཡོད་འདུག་ག་ལ་དེ་གུས་མོ་ང་རང་འགྲོ་ཤག་བྱ་ན་རག་ང་རང་ཆུང་དུས་ནས་ད་ལྟ་ལོ་བཅོ་བརྒྱད་ཟིག་འགྲོ་གི་འདུག་ཤ་སྤངས་ནས་ལོ་བཅོ་བརྒྱད་ཟིག་འགྲོ་གི་འདུག་ར་གུས་མོ་ང་རང་ཉིས་སྟོང་བཞི་ནས་ཤ་སྤངས་ཡིན་ཨ་ཤ་སྤངས་དགོས་ང་རང་རྒྱུ་མཚན་གཙོ་བོ་དེ་ག་རེ་ལ་བརྟེན་ནས་ཡིན་ལ་ན་ང་རང་གི་སྙིང་མ་སྙིང་རྗེ་མཛེས་པ་ལ་ནི་བརྙན་ཐུང་ཅིག་མཐོང་ཟེར་ར་སྙིང་རྗེ་མཛེས་པ་ལའི་དེ་སྙིང་ཐུང་དེ་མཐོང་དུས་ག་ལ་དེ་ནང་ལ་ཨ་མོ་སེམས་ཅན

དེ་འོད་མིག་ཆུ་ཤོར་སོང་ང་དེ་སྐབས་ང་རང་ང་རང་ངར་ཆོ་ག་ནང་འགྲོ་ར་ནག་གིན་ཡིན་ར་ད་རིང་ནས་བཟུང་ང་ད་ཤ་སྤང་ཡིན་ནས་ཤ་དང་གོང་ང་གཉིས་ཀ་སྤང་བཞིན་པ་ང་འདྲེ་འགྲོ་རྗེས་གནས་ཚུལ་ཤ་རེད་ཨ་ནི་རྗེས་ལ་ང་ཉིས་སྟོང་བཅུ་གཅིག་ནས་ནི་ང་གོང་ང་ཟས་དེ་དགོས་ཚུལ་ཡིན་ག་ཅི་ན་ན་ད་ཡང་འཕྲོད་བསྟེན་ལ་ཅིག་བལྟ་བ་ཡོད་དུས་ག་ལ་ཡང་དེ་གཟུགས་པོ་སྐྱོ་བོ་ཡོད་པ་ཅིག་རིང་དུས་ག་ལ་ན་ང་རང་སྤྱིར་བཏང་གི་ཁ་ལ་ལ་དམ་པ་ཞུ་བྱོས་ཡོང་ང་འཛམ་དང་ཁ་ལ་ཤི་ར་བྲོ་བ་ཞིམ་པོ་མེད་ན་ང་ཤི་ར་ཤི་ར་ཟ་གི་མེད་ཅིག་ག་ལ། ཚེ་ཏིས། དེ་འདྲའི་འདུལ་བ་ལ་ནི་སྒོ་ང་སྟེ་ཏི་ཏིས་ཏི་ཟ་གུའི་ཟམ་ཙམ་ཡིན་ནས་བེད། འདྲེ་ཞེ་ར་ད་ཟ་ཡི་མེ་ཡིན་ནས་ཙིས་ཏི་ཟ་གུ་ཡོད། དེ་ནས་གོང་ས་མཆོག་གིས་ད་ཛེ་བ་ཏྲི་ལའི་དེ་ནས་ནི། ད་སྙིང་རྗེ་དང། ད་གཙོ་བོ་དེ་གོང་ས་མཆོག་གི་སྙིང་རྗེ་སེམས་ཅན་རྣམས་ལ་ད། ཚེ་ཐར་བཏང་དགོས་པ་དང་སེམས་ཅན་དམར་ཟས་དང་དེ་འདྲས་ཀྱིས་ད། འདྲེ་སྙིང་རྗེ་ད། དེ་ནང་ལ་དཔེ་མང་པོ་གསུངས་འདུག་ལ་ད་གཙོ་བོ་དེ་གོང་ས་མཆོག་གིས་བསླབ་བྱ་ག་རེ་གསུང་ངོ་ལ་ན། ཁྱེད་རང་ཚོ་ཤ་སྤང་ལ་ནས་སྤང་ཐུབ་ཡོད་ད་ཀ་ལེ་ཧུའུ་ཡུལ་གྱིར་ད། ཡིན་ནས་གང་ཐུབ་ཐུབ་ཉུང་གཏང་ཐུབ་པ་ཡིན་ན་དེ་ག་ལེ་ག་ལེ་ག་ལེ་ཉུང་གཏང་ནས་དཔའ་ངར་གྱིས་ད་ལམ་ཁ་ཅིག་ད་ཆགས་ཀྱི་རེད་བསམ་གྱི་འདུག་ལ། སོ་སོ་ལ་ད་ག་ལ་བ་རེད་ཅིག་རྨ་ཅིག་བཟོས་བ་ཡིན་ནས་དཔེ་བཀག་ཉེན་འདུག་ཨ་དེ་ན་ཤེས་སེམས་ཅན་ཅིག་གི་སྲོག་བླུ་ཡ་དེ་ད་ད་ཨོ་ནི་དཔེ་སེམས་པ་སྐྱུ་བོ་བྱེད་ར་ཡ་དྲང་པོ་བཤད་ན། ང་རང་ཚོ་ཚོ་དེ་སྙིང་རྗེ་ལ་ཡ་དེ་སོ་སོ་གྱི་ཉེ་འགྲམ་དང། ད་སོ་སོ་གྱི་ཕ་མ་སྤུན་མཆེད་དེ་འདྲ་ལ་མ་ཤི་ལེ་འོ་མ་ར་ཕལ་ཆེ་བ་གྱི་སྙིང་རྗེ་ལ་ཡ་དེ། ད། སྙིང་རྗེ་ལ་ཡ་དེ་གཙོ་བོ་དེ་གལ་སྲིད་སོ་སོ་གྱི། ཚང་མ་གཅིག་པ་རྩིས་བྱེད། སེམས་ཅན་ཐ་ན་སེམས་ཅན་ཐམས་ཅད་གཅིག་པ་རྩིས་བྱེད་སྙིང་རྗེ་ཁོང་ཚོ་ལ་ཡི་སོགས་ཡོད་རེད། ཚ་ཡ་ཡོད་རེད་ན་ཡ་ཡོད་རེད་འདི་ཚང་མ་བསམ་བ་ཡིན་ན། ཨ་ནི། སྙིང་རྗེ་འདི་སྐྱེ་ཐུ་རེད་བསམ་གི་འདུག་ར། ང་ཚོ་སྙིང་རྗེ་ལས་དེ་དང་ཨ་ཉ། ཕ་མ་སྙིང་རྗེ། ཉེ་ག་ལ་བར་སྤིན་རྒྱ་སྙིང་རྗེ། ཉེ་གྲོགས་པོ་སྙིང་རྗེ་གྲོགས་མོ་སྙིང་རྗེ། འདི་གམ་འདི་གམ་མ་ཤི་འགྲོ་ཐུ་མི་འདའ། ཕུགས་རྒྱང་རིང་པོ་ཅིག་བསམ་བློ་བཏང་ཐུབ་པ་ཡིན་ན་ནི་རང་གཞན་གཉིས་ཀ་ལ་ཕན་ཐོགས་ཀྱི་རེད་བསམ་གི་འདུག་ར། དེས་ན་ཞེ་ཁ་ལ་ན་ཇག་མ་སོ་སོ་ཤི་བ་ཡིན་ན་ཡང་ག་ར་འོ་སོ་སོ་ཡང་དུད་འགྲོ་རུ་སྐྱེ་བ་ལེན་སྲིད་ཀྱི་ར། ཡང་སོ་སོའི་འོ་འདྲེ་གཅིག་པོ་གཅིག་ཅར་འགྲོ་སྲིད་ཀྱི་ཡོད་ཧ་གོ་ཡོད་མ་རེད། གཙོ་བོ་དེ་དགོངས་ཚོགས་ཆོག་གི་དེ་གའི་སྙིང་རྗེ་མཛད་པ་ནས་སྙིང་རྗེ་མཛད་པ་དེ་ནང་ལོགས་ལ་གཙོ་བོ་དེ་དེ་འདྲས་འགྲོ་ཅིག་ཡིན་གྱི་རེད་བསམ་གྱི་འདུག་ད་དེ། ཁོ་ཚོ་ཅུག་གིས་ང་རང་ཚོ་ལ་ད་ཁ་རི་ཁ་ཐུག་མེད་བ་བྱས་ད་ཨེ་འདྲས་འགྲོ་ཅིག་བྱེད་ཐུག་ན་ཡག་པོ་ཡོད་རེད་ག་ལོར་ད་ལྟ་དེ་ན་ཁོང་ཚོ་ཅུག་གིས་ཚེ་ཐར་བཏང་དགོས་ཡ་དང་ནི་དམར་སེར་ཚབ་ལ་དཀར་སེར་ཟ་དགོས་བ་དང་དེ་འདྲས་ཀྱིས་ད་ཐུག་ན་མང་པོ་ཅིག་བྱས་ནས་བཀག་འགོག་མང་པོ་ཅིག་གནང་འདུག་བཀག་འགོག་མང་པོ་ཅིག་གནང་དགོས་བ་ཡིན་དུས་ག་ལ་ང་རང་ཚོ་ཡང་ད་འདི་གང་ལ་ཐུག་སྣང་ཅིག་བྱེད་བྱས་ཏེ་བསམ་བློ་བྲོ་བཞིན་བཏང་ཐུབ་བ་ཡིན་ན། ཡག་པོ་ཡོད་རེད་བསམ་གྱི་འདུག་དེ་འདྲས་ཡིན་དུས་ག་ལ་ད་ང་རང་གིས་གལ་སྲིད་དེ་ནང་ལ་ནོར་འཁྲུལ་དང་དེ་འདྲས་གང་ཤོར་བ་ཡིན་ན་ཚང་མ་ལ་དགོངས་སྐྱེལ་མེད་པ་ཞུ། ཨ་ནི། བརྙན་ཐུང་འདི་ཚང་མ་ལ་སྤྲོ་བོ་ཡོང་བའི་རེ་བ་ཡོད། ཨང་ཨང་གལ་སྲིད་བུ་ཟླ་བ་གིས། བུ་ཚེ་རིང་ཟླ་བ་གིས་བརྙན་ཐུང་འདི་ལ་གལ་སྲིད་རྣམ་པ་གླེང་གི་བཟོས་མིན་བསྔགས་བཤུ་བྱེད་མིན་ན་བསྔགས་བཤུ་བྱེད་རོགས་གནང། ཐུགས་ཆེ་གནང།